ད་ད་རེས་འདི་ན་ལས་ཚེ་ན་ཚོ་ང་ལས་གསུང་གི་འདུག་ཨ། བོད་ཀྱི་ཆོས་རིག་རྒྱུན་འཛིན་དར་སྤེལ་སྐོར། ལམ་སྟོན་བྱེད་དགོས་ཟེར་ནས་གསུང་འདུག་ཨ། དེ་ད་ཁྱེད་རང་ཚོ་གང་ག་དེ་ནས་ང་ཚོ་འགྲོ་བཞག་གི་རེད་ད། ཨོ། ང་ཚོ་དགའ་ནས་དགའ་ནས་འགྲོ་གི་མ་རེད་ད། ང་ཚོ་ཚེ་ཟད་དེ་འགྲོ་གི་རེད།

ད་བོད་གངས་ཅན་ལྗོངས་ན་ཡོད་ན་མེད་ན་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་དེ་རེད་ད་ཚོས་མདོར་བསྡུས་བྱས་ན་མདོ་སྔགས་གཉིས་རེད་ད་དེ་རེད། དེ་གི་ཐོག་ལ་དེ་ནི་བོད་ཀྱི་རིག་གཞུང་ཡོད་རེད་བོད་ཀྱི་རིག་གཞུང། བོད་ཀྱི་རིག་གཞུང་ད་ང་རང་ཚོ་གི་དེ་ནི་སྐད་དང་ཡི་གེ་བརྡ་སྤྲོད་རིག་པ། ག་འདྲ་ཡོད་རེད་ང་ཚོ་ལ། འཛམ་བུ་གླིང་ལ་མེད་པ་རེད་ཟེར་ནས་ལབ་ན་ཡང། ད་དེ་འདྲ་ལབ་ན་ཧམ་པ་ཆེན་པོ་འདྲ་ཆགས་ཀྱི་རེད་དེ། ཡིན་ན་ཡང་ཆོས་ཀྱི་ཐོག་ལ། སེམས་དོན་རིག་པ་གི་ཐོག་ལ། ནང་དོན་རིག་པ་གི་ཐོག་ལ། དེ་ནས་ཡི་གེ་བྲིས་དགོས་ན། འགྲེལ་བཤད་རྒྱབ་དགོས་ན། ངོ་སྤྲོད་བྱེད་དགོས་ན། ང་ཚོ་བོད་གངས་ཅན་ལྗོངས་ཀྱི་བརྡ་སྤྲོད་རིག་པ་འདྲ་པོ་ཅིག་ངས་ནི་མཐོང་མ་སོང། ད་ང་རང་ནི་མཐོང་ཆ་ཡོད་མ་རེད་པ། ང་འཛམ་བུ་གླིང་ན་སྐོར་འདྲ་ཕྱིན་པ་ཡིན་ད་ཐེངས་མ་མང་པོ་ཕྱིན་པ་ཡིན། སྐད་ཆ་བཤད་པ་ཡིན་ག་བ་ག་ས་ལས་ཡིན་ན་ཡང་རྙེད་མ་སོང་ད་དངོས་གནས་རྙེད་མ་སོང། ད་གཅིག་ཡོད་འདུག་ག་དེ་ག་རེད་ཟེར་ན་ལེགས་སྦྱར་སམ་ཁྲི་ད་དེ་རེད་སམ་ཁྲི་ད་དེ། འདི་ནི་པཱ་ལིའི་དུས་ཡིན་ས་རུ་བ་པཱ་རི་པཱ་ལིའི་སྔ་རྒྱུད་ཞི་དྲག་མེད་སམ་ཁྲི་ཐ་དད་ཅེས་རྒྱུད་ཡོད་དེ་ཡིན་དུས་དེ་ནི་དེ་དེ་ལ་འདུག་ཨ་ད་དེ་ནས་དུས་ཀྱི་བཀའ་དྲིན་གྱིས་ང་ཚོ་འདི་ལས་བྱུང་བ་རུ་བ་དེ་ཡིན་དུས་ད་ང་རང་ཚོ་ལས་ཡོད་བསྡད་པ་འདི་ད་སུ་གང་དང་མ་འདྲ་བ་ག་རེ་ཡོད་ཐུན་མོང་མ་ཡིན་པའི་ཁྱད་ཆོས་ག་རེ་ཡོད་སྤྱི་བཏང་གི་ད་ད་ཁོ་རང་བརྡ་སྤྲོད་རིག་པ་དེ་དེ་འདྲའི་ཡག་པོ་ཅི་ཡོད་རེད་ད་དེ་བཤད་མ་དགོས་པ་ཡིན་ན་ཡང་དེ་ལ་བྱིན་རླབས་ཅི་ཡོད་རེད། དེ་ལ་བྱིན་རླབས་ཀྱིས། བྱིན་རླབས་སེང་གེ་འདི་ག་འདྲས་ཡོད་རེད། བྱིན་རླབས་སེང་གེ་འདི་དེ་ནི། ད་བོད་སྐད་ཀྱི་ཐོག་ནས་སངས་རྒྱས་ཀྱི་གསུང་ཆོས་ཀྱི་མ་བཤད་ཡོང་པ་ཡིན་ན། དཔེར་ན། སངས་རྒྱས་བཅོམ་ལྡན་འདས་སངས་རྒྱས་མ་ཐག་ཏུ་ག་རེ་གསུངས་པ་རེད་ཟེར་ན། ས་གཞི་སྤྲོས་བྲལ་འོད་གསལ་འདུས་མ་བྱས། བདུད་རྩི་ལྟ་བུའི་ཆོས་ཤིག་བདག་གིས་རྙེད།

ང་ནི་འགྲོ་གི་འདུག། ཡང་ང་ཚོ་འགའ་ཤས་དེ་ནི་ཆོས་ལ་ཁྲེབ་ཚར་བ། ཆོས་ལ་ཁྲེབ་ཚར་དུས་སྐབས་སུ་ལ་དཔེར་ན་དེ་ནི། ང་སྤུ་གུ་སྐབས་ལ་རྩེད་མོ་རྩེ་རོགས་སྤུ་གུ་མང་པོ་ཡོད་རེད་སྤུ་གུ་ལྕོགས་པོ་དེ་འདྲས་ཧམ་གོ་གོན་ཡ་མེད་པ་དེ་འདྲས། ང་ཟླ་སྤྱི་གླིང་གྲོང་གསེབ་ལ་ལོ་གཉིས་གསུམ་བསྡད་པར་བ་དེ་དུས་ཡོད་རེད་ཁོ་ཚོས་གི་རྐང་པ་དེ་ཚོ་གང་ག་རྦད་དུ་ཁོ་རང་རྐང་རྗེས་མར་འགྲོ་འགྲོ་དྲགས་ནས་རྐང་པ་དེ་ཚོ་གང་ག་ཞོག་གོ་ན་བཞིན་ཆགས་ཚར་བ་རེད། ཨོ་ཚོ་བ་སྐྱེས་ཡ་ཡོད་མ་རེད། ཚེ་མ་ཟུག་ཡ་ཡོད་མ་རེད་ཁ་ཁ་ཡ་རི་ཡ་ཡོད་མ་རེད། ཨོ་དེ་འདྲ་བོ། ཨོ་དེ་སོ་འདྲ་བོ་ང་ཚོ་ཡང་ཆོས་ལ་འདྲིས་དྲགས་ནས

སྐྱེ་དམན་རེད། དེ་འདྲའི་སྐྱོ་པོ་རེད་དེ་འདྲའི་ཕྱུག་པོ་དང་དེ་འདྲའི་རྫིག་པོ་དང་གང་མ་རེད། ཡིན་ན་ཡང་དང་ལས་ཀ་ལེན་མཁན་དཀའ་ལས་བརྒྱབ་ནས་འཚོ་བ་སྐྱེལ་མཁན་དེ་འདྲ་རེད། དེ་མོ་ཨོ་མ་ནི་པད་མ་ཧོན་ཞི་དྲག་འདོན་གི་རེད། ད་མི་ནས་མ་ལ་ཨ་ནི་པད་མ་མ་སྲིད་པ་གི་ཉེན་ཁ་ཆེན་པོ་ཡོད་རེད་བ། ཨ་སོག་གི་ཉེན་ཁ་ཞི་དྲག་ཡོད་རེད་བ། དེ་ཉི་མ་གཅིག་ལ་མོ་མི་མང་པོ་གཅིག་གི་རུབ་བརྒྱབ་ནས

བྱིན་རླབས་རེད་བ་དེ་བྱིན་རླབས་རེད་བྱིན་རླབས། དེ་མེད་ན་མོ་ཚ་ཚ་རེད། རེད་བ། ཨོ། དུམ་བུ་དུམ་བུ་གཏུབ་ནས་ཆུ་ལ་གཡུག་ཚ་ཡོད་རྒྱུ་རེད་དེ་འདྲ་བྱེད་ཀྱི་འདུག་བ། དེ་འདྲ་བྱེད་ཀྱི་འདུག་བ། དེ་འདྲ་རེད། དེ་འདྲ་ཡིན་དུས་བྱིན་རླབས་དེ་འདྲ་བྱེད་འདུག་བ། དེ་ག་ནས་ཡོང་གི་ཡོད་རེད་དེ་བྱིན་རླབས་དེ་ག་པ་ཡོད་རེད། དེ་བྱིན་རླབས་དེ་སངས་རྒྱས་བཅོམ་ལྡན་འདས་ནས་ང་རང་ཚོ་བོད་ལ་ད། ནཱ་ལནྡྲ་གི་དཔེ་སྒྲུབ་རྣམ་པ། དེར་གུ་རུ་རིན་པོ་ཆེ། ད་དེ་ཚོས་ཀྱི་རྒྱུད་རྣམས་ཕེབས་ཡོང་བས་ཀྱི་དེ་ནས་ད་བརྒྱུད་པ་སྟེ། དེར་དེ་ག་ན་ཅིག་གི་འབི་ཏྲ་མ་ལ་ཤི་ལ་ཏག་ཤི་ལ། ད་དེ་ཚོ་གང་ག་ནས་ཕེབས་ཡོང་བས་ཀྱི་དེ་ནས་བརྒྱུད་པ་སྟེ། ད་དེ་ཚོ་གང་ག་དེ་བསྟན་པ་སྔ་དར་བསྟན་པ་བར་དར་ཡོད་རེད་དེ་བསྟན་པ་ཕྱི་དར་དུས་ཆོན་བསྟན་པ་སྔ་དར་དང་ཕྱི་དར་རང་ཟེར་དེ་གི་རུ་བ་གང་ལྟ་ཡང་ད་དེ་འདྲའི་ཕྱི་ནས་དེ་ནས་ཕེབས་ཡོད་རེད་དེ་ཚོ་གང་གི་གི་དེ་ནས་བརྒྱུད་པ་བར་མ་ཆད་པ་དེ་དག་དེ། དཔེ་ཆ། བློ་ཤེས་ཙམ་གཅིག་གིས་མ་འདྲེ་ཤེས་བརྒྱབ་བསྡད་པ་དེ་འདྲ་མ་རེད། ཨོ། བླ་སྨན་གྱིས་སློབ་མ་ལ་རྗེས་སུ་བཟུང་ནས། སློབ་མས་བླ་མ་ལ་དེ་ནས་གསོལ་བ་བཏབ་ནས། དེ་ནས་ཆོས་ཞུ། ཆོས་གནང། ཆོས་ཐོབ། སོ་སོས་གི་དེ་རྒྱུད་ལ་སྦྱར། ཉམས་སུ་ལེན། ཉམས་སུ་ལེན་པ་ལ་བརྟེན་ནས་དང་པོ་ཉམས་ཤར། ཉམས་སྣ་ཚོགས་པར་ཤར། ཉམས་ཀྱི་བར་ཆད་ཀྱི་དབང་དུ་མ་འགྲོ་ནས་ཉམས་ལ་ཞེན་ཆགས་མ་ཞུགས་ནས་དེ་ནི་རྟོག་པ་རྒྱུད་ལ་སྐྱེ། དེ་འབྲེལ་གྱི་རྒྱུད་དཔལ་གྱི་བྱིན་རླབས་དེ་དེར་ཤི་སོ་སོར་དབབ་པའི་སྡོམ་པ་གི་རྒྱུད་པདྨ་བྱང་ཆུབ་སེམས་དཔའི་ལྷ་འབར་གྱི་རྒྱུད་པགསང་བ་སྔགས་ཀྱི་དམ་ཚིག་གི་རྒྱུད་པདབང་གི་རྒྱུད་པ་ལུང་གི་རྒྱུད་པ་ཁྲིད་ཀྱི་རྒྱུད་པཤེས་པ་གི་རྒྱུད་པ་རྩོད་པ་གི་རྒྱུད་པཚང་མ་ཡོད་རེད། དེ་ཚང་མ་མ་ཉམས་པ་ལ་བརྟེན་ནས་དེ་ལས་བྱིན་རླབས་ཡོང་རོགས། བརྒྱུད་པ་མེད་ན་བྱིན་རླབས་ག་བ་ཡོད་ཡོད་མ་རེད་པ། བྱིན་རླབས་ཟིན་མཁན་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་རེད། དེའི་གི་བྱིན་རླབས་དེ་དེ་ནི་ང་རང་ཚོ་ལ་ང་རང་ཚོ་གི་ལུས་ངག་ཡིད་གསུམ་རེད་ད་ང་ས་བོན་དེ་ང་ཚོའི་ལུས་ངག་ཡིད་གསུམ་རེད། དེ་ལ་ཐོབ་ཡོང་བར་བ། དེ་ཐོབ་ཡོང་དུས་དགའ་བསུ་ང་ཚོའི་ལུས་ངག་ཡིད་གསུམ་སྟེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཕྱི་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་གྱི་བྱིན་གྱིས་བརླབས་ནས་དེ་ཀྱི་བྱིན་རླབས་དེ་རང་གི་རྒྱུད་ལ་ཡོད་དུས། ཨ་ནི། དེ་ལ་བརྟེན་ནས་དེ་ནི་གཞན་ལ་ཡང་ཕན་ཐོགས་པ། རང་གི་ཆོས་ལ་ཡང་བར་ཆད་མེད་པ། རེད་པ། ཨ་ནི་དཔེ་ཆ་ག་ཚད་ཤེས་ན་ཡང་དེ་ལ་བརྟེན་ནས་ང་མཁས་པ་ཡིན། ང་སུ་གང་གི་བླ་མི་ཁེལ་བསམ་པའི་ང་རྒྱལ་མེད་པ། ལ། དཔེར་ན། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་དེ་ནམ་མཁའ་ལྟ་བུ་རྒྱ་ཆེན་པོར་བ། དེ་ནི་ང་རང་ཚོས་དཔེ་ཆ་ག་ཚད་ཤེས་ན་ཡང་དེའི་གི་དུམ་བུ་གཅིག་ཆ་ཤས་གཅིག་ཤེས་ཡོད་བ་རེད་མ་གཏོགས་གི་ཆ་ཚང་མ་ཤེས་ཡོད་མ་རེད་བ། ཆ་ཚང་མ་ཤེས་ན་ང་ཚོ་སངས་རྒྱས་ཚར་བ་རེད། ཕ་རོལ་ཏུ་ཕྱིན་ཚར་བ་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་ཚར་བ་རེད། ད་ང་ཚོས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟིན་གི་དེ་ཁོ་རང་ལ་ཡང་འགྲེལ་བཤད་བརྒྱབ་ནས་དེ་ནི་རྒྱུགས་མ་འཕྲོད་ནས་རེ་བ་རྟགས་གསལ་བཏང་ནས་མཚམས་མཚམས་ལ་འཁོར་གསུམ་རག་མཚམས་མཚམས་ལ་ཚར་རག་མཚམས་མཚམས་ལ་ཕྱེར་རག་རེ་བ་དེ་འདྲའི་ཟིན་གྱི་བསྡད་དགོས་ཀྱི་འདུག་ད་དེ་ཚོ་དབོན་ནན་གྱི་ཤན་ཚ་དུས་སྐབས་སུ་ལ་རྒྱུད་ལ་སྦྱར་ནས་ཉམས་སུ་ལེན་ཡོང་དུས་སྐབས་སུ་ལ་དེ་ནི་དབོན་ནན་གྱི་ད་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་དེ་རང་གི་ལུས་ངག་ཡིད་གསུམ་ལ་འཇུག་ཡོང་གི་ཡོད། དེ་ལ་བརྟེན་ནས་དེ་ནི་སྡོམ་པ་བསྲུང་དགོས་ཀྱི་རེད། དམ་ཚིག་བསྲུང་དགོས་ཀྱི་རེད། བྱང་ཆུབ་ཀྱི་སེམས་བསྐྱེད་རྣམ་པར་དག་པ་དགོས་ཀྱི་རེད་དེ་བསྲུང་དགོས་ཀྱི་རེད། དེ་བསྲུང་བ་དེ་དཔེ་གལ་ཆེན་པོ་རེད།